ཨོ་རྣམ་པ་གཙོ་མོ་ལ་བཀྲ་ཤིས་བདེ་ལེགས། ད་དེ་རིང་ང་ཚོ་ཀུན་གཞི་ཡི་རྣམ་འཇོག་དེ་འགྲོ་ཟེར་ནས་ད་ཡི་གཞི་གཅིག་གི་འཕྲིན་ལས་ལྷོ་མཚན་གཞི་གཅིག་ཞེ་ལྔ་པ་ད་འདི་ལྷོ་མཚན་འདིའི་ནང་གི་ལྷོ་མཚན་མཐའ་མ་དེ་བྱ་གི་ཡོད་རེད། ད་ཡི་གཞི་གཅིག་གི་འཕྲིན་ལས་ཟེར་ནས་ག་འདྲི་ཅིག་བྱ་དགོས་རེད་ཟེར་ན་རང་གི་འདྲི་གཅིག་པའི་ཡི་གཞི་གཅིག་གི་བདག་ཅེས་བཤད་པ་ལ་དེ་ནི་གཞོན་བན། ད་རྣམ་དཀར་གྱི་ཡིན་ཏེ། རྣམ་པ་དཀར་བའི་ཡིན་ཏེ་ཡང་ན་རྒྱལ་བ་གང་ཡིན་པ་དེ་ད་ཡི་གཞི་གཅིག་གི་འཕྲིན་ལས་རེད། བྱས་རྩ་རྟགས་ཡེ་ཤེས་གཅིག་གི་འཕྲིན་ལས་དེ་ལ་བྱ་བ་ཡེ་ལ་ཡོད་པའི་འཕྲིན་ལས་དང། བྱེད་པ་པོ་ལ་ཡོད་པའི་འཕྲིན་ལས་ཟེར་ནས་གཉིས་བྱ་གི་ཡོད་རེད། ད་བྱ་བ་ཡེ་ལ་ཡོད་པའི་འཕྲིན་ལས་དེ་ལ་ད་འདི་བྱས། འདི་བྱ་སེམས་ཅན་འགྲོ་བ་སེམས་ཅན་གྱི་བཅུད་ཀྱི་དགེ་བའི་རྩ་བ་གང་ཡིན་པ་དེ། རང་གི་རྒྱུད་གཅིག་པའི་ཡེ་ཤེས་གཅིག་གི་གཅིག་གི་ཉི་ཤུ་རྗེས་སུ་གི་རྡོ་རྗེ་བྱེད་པ་གཅིག་ལ་བརྟེན་ནས་བྱུང་ཡོད་རེད། ད་བྱེད་པ་པོ་ལ་ཡོད་པའི་འཕྲིན་ལས་ཟེར་ན་ཨ་ནི་བྱེད་པ་པོ་སངས་རྒྱས་རང་ཉིད་ལ་ཡོད་པའི་གི་འཕྲིན་ལས་དེ་ཚོ་ལ།

ལྟ་དང་པོ་དེ་འདི་ནི་ང་ཚོ་སྐད་ཆ་ནང་བཞིན་མ་བཤད་པ་ཡིན་ན། ཐོག་མར་འཚོ་ལོང་དང་འགྲོ་བ་རྣམས་ཀྱི་ཞི་བའི་གོང་བུ་ལ་ཞི་བའི་ཁུང་བུ་འཐག་པའི་རྟེན་བདེ་འགྲོ་ལ་འགེབས་པ། འགྲོ་བ་སེམས་ཅན་རྣམས་བདེ་འགྲོ་ལ་འགེབས་པའི་གཞི་གཅིག་གི་འཕྲིན་ལས། དེ་ནས་བདག་དང་གཞན་སྨོན་པའི་བདེ་བའི་དངོས་པོ་བཞི་ལ་འགེབས་པའི་འཕྲིན་ལས།

ས་གཞི་འོག་ཏུ་མངའ་བ་གྲུབ་པ་གསུངས་ལ། ཆིག་གི་བདེ་གཤེགས་ཀྱི་དམིགས་པ་ལ་གནས་པ་ལ་འགལ་བའི་འཕྲིན་ལས། ཆིག་ག་འདྲི་བྱེད་ཡིན་ན་བདེན་པ་ངན་པ་བཤད་པས་རྩ་ནས་ཡོག་མ་རེད་སྙན་ཚིག་དང་བསྟོད་པས་རྟོག་པ་ཡོང་ནས་ཡོང་དུ་གང་བ་བྱས། རྩེ་འགྲེལ་དུ་བསམ་གཏན་ཤེས་རབ་དང་ཚོར་བ་འོ་དང་ཚོར་ལ་འགལ་བའི་འཕྲིན་ལས། ས་བདུན་པ་དག

ས་བརྗེ་བའི་གནད་ཀ་ཟེར་ལ་ཐ་བརྗེ་བའི་ལུས་ལ་ཞི་ཆགས་བྱས་ན། ཉོན་མོངས་པའི་འགྲོ་བ་མ་ལུས་པ་སྤང་གི་ཡོད་རོ། འོ་དེ་བྱེད། ད་ནི་དེ་བྱེད། ད་བདེན་པ་ངན་པ་ཞེས་པ་མཐའ་དག་སྡུག་པ་བདེན་པ་ངན་པ་ཞེས་པ་དེ་བདེན་རྫས་ལ་བཞག་ནས་དེ་དང་ཚང་མ་སྤང་འགྲོ་གི་ཡོད་རོ་བ་ས་བརྗེ་བའི་གནད་ཀ་ཟེར། དེའི་དབང་གིས་གཞུང་ཆེར་དག་པ་རྩ་མེད་དུ་དག་པ་ལ་འགེབས་པའི་འཕྲུལ་ལས། ད་འབད་རྩོལ་མེད་པ། འོ་བ་ས་བཟུང་གི་གནད་ཀ་ཟེར་ལ་ས་བརྗེ་བ་ནི་འགོ་ཚུགས་ཀྱི་ཡོད་རོ་བ།

ཨ་ནི་སངས་རྒྱས་ཀྱི་གཞིའི་སྐད་དུ་བྱས་ནས་སངས་རྒྱས་བསྟན་པ་དང་བཅས་ཀྱི་ཕྱིས་ཉན་པ་ལ་སོགས་པ་ལ་འགལ་བའི་དྲི་ལས། ས་དགེ་བས་འཐབ་པའི་གནས་སྐབས་སེ་ལ་སངས་རྒྱས་ཀྱི་གཞི་གང་དང་གང་ཡིན་པ་དེ་ཚོ་ལ་འགྲོ་ཅེས་སངས་རྒྱས་དད་དུ་དེ་ལས་གདམས་ངག་གཉིས་སུ་ཉན་ངེས་པ་མ་ཚད། ཨ་ནི་དད་དུ། དགྲ་བོ་དགྲ་བོ་བདེ་བྱ་སེམས་ཅན་ལ་ཕར་ཕྱིན་ཆད་པ་པོ་དེ་འདྲའི་འགལ་མེད་དྲི་ལས།

སོགས་མ་ལུས་པ་ཡོངས་སུ་རྫོགས་པ་ལ་འགྱུར་བའི་འཕྲིན་ལས། དེ་བྱས་དེ་ནས། ད་ཉེར་བཞི་རྩ་སྤྲུལ་པ་དེ། འདི་བཞིན་འཁོར་བ་དང། མ་རེད་འདི་ཞེས་འཁོར་བ་དང་འདི་མ་ཞེས་ཉོན་ཏེ་ཐ་དད་པ་ཡོངས་སུ་མི་ཤེས་པའོ། མི་དམིགས་པ། སྲིད་ཞི་མྱོང་ཉིད་རྟོགས་པའི་ཡེ་ཤེས་ལ་འགལ་བའི་འཕྲིན་ལས། སྲིད་པ་འཁོར་བ་དང་བྱ་བ་ཉོན་འདས་ཀྱི་འདས་པའི་ཆོས་ཐམས་ཅད་རང་བཞིན་གྱིས་སྟོང་པའི། དབྱིངས་སུ་མཉམ་པར་བ། ཨོ་དེ་རྟོགས་པ་ལ་འགལ་བའི་འཕྲིན་ལས།

ཟས་ནོར་གྱི་ཚོགས་དུ་ཡེ་ཤེས་ཀྱི་ཚོགས་མང་པོ་ཅིག་བསགས་ཡོད་རེ་བ་བྱས་ཚེ་དེ་འདྲའི་ཡིག་ཚན་ནས་ཟས་ནོར་འདི་ཡིས་ཐམས་ཅད་སྲིད་པ་ཉིད་ལྷ་ནི་ཉེས་པའི་དགྲ་རྣམས་གང་བཞིན་ཏེ་ཞེ་དགའ་ན་ཅིག་བ་བློ་གྲོས་པ་ཡིས་སྲིད་པའི་མཚོ་ལས་འབྲོག་གི་མྱུར་དུ་ཤོག། ཟས་ནོར་གྱི་ཚོགས་དུ་ཡེ་ཤེས་ཀྱི་ཚོགས་ཉིད་ལ་བརྟེན་ནས་ཐམས་ཅད་སྲིད་པ་སངས་རྒྱས་ཀྱི་གོང་བུ་དག་ནི་ཉེས་པའི་དགྲ་མ་ལུས་པ་འཕངས་པར་བྱེད་ཨེ་ནི་འགྲོ་བ་སེམས་ཅན་རྣམས་གཤེ་གཤེ་བ་དང་དགའ་བ་དང་ན་བའི་དང་འཆི་བའི་སྡུག་བསྔལ་ལ་སོགས་པ་དེ་ཚོ།